ལྷ་མོ་ཚེ་ཡང་དེ་རེད། དེའི་རིང་ལ་ཨ་ནི་ཆོས་ཇི་ལྟར་དར་ལུགས། གླང་དར་མའི་བསྟན་པ་བསྣུབས་ལུགས། བླ་ཆེན་དགོངས་པ་རབ་གསལ། ཟེར་ད་བླ་ཆེན་པོ་ཟེར་ཡང་དེ་དགོངས་པ་རབ་གསལ་རེད་པ། བླ་ཆེན་པོའི་དྲིན་ལས་དགེ་འདུན་ཇི་ལྟར་འཕེལ་ལུགས། ལྷ་བླ་མ་ཁུ་དབོན་གྱིས་ཇོ་བོ་སྤྱན་འདྲེན་པའི་ཕྱིར་བཀའ་ཆད་བྱས་ལུགས། ཡེ་ཤེས་འོད་ཀྱིས་ཞུ་ཕྲན་བསྐུར་ལུགས། ད་ལྟ་བོད་ནང་ཆུ་ལོག་ཇི་ལྟར་དར་ལུགས། ཞིབ་རྒྱས་དང་བཅས་པ་ཞུས་ནས། ད་ཡང་བོད་ཀྱི་རྒྱལ་པོ་བྱང་ཆུབ་སེམས་དཔའ་དེའི་ཚེ་དང་ལྡན་པ་དེ་ལ་ནག་ཚོགས་ལོ་ཙཱ་བ་དེ་མགོན་པོ་ཆེས་སྤྱན་འདྲེན་དུ་བཏང་ནས་གདའ་བས། ན་ནིང་སྐད་མི་གསུང་པར་བོད་ལ་ཐུགས་རྗེས་གཟིགས་པར་ཞུ་ཞུས་པས། ཇོ་བོའི་ཞལ་ནས་བོད་ཀྱི་རྒྱལ་པོ་བྱང་ཆུབ་སེམས་དཔའ་ཡིན་པར་འདུག། ཆོས་རྒྱལ་མོས་འོན་ནམ་གསུང་ཡང་བྱང་ཆུབ་སེམས་དཔའི་རྣམ་འཕྲུལ་ཡིན་ཏེ། དེ་བས་ལྷ། བླ་ཆེན་དགོངས་པ་རབ། བླ་ཆེན་པོ་ཡང་བྱང་ཆུབ་སེམས་དཔའི་རྣམ་འཕྲུལ་ཡིན། དེ་མེད་ན་བསྟན་པའི་མེ་རོ་བསླང་བར་མི་ནུས། ལྷ་བླ་མ་དེ་ཀུན་ཞང་ཆུང་སེམས་པ་ཡིན་པར་འདུག་ཞང་ཆུང་སེམས་པའི་བཀའ་བཅག་འདོད་ཡང་མི་རུང་བ་ཡིན། རྒྱལ་པོ་ལ་ངོ་ཡང་གནོང་བར་ཡོད། ཁོང་གི་མི་ནོར་མང་པོ་ཆུད་ཟོས་ལ་སོང། ཁྱེད་བོད་རྣམས་སྙིང་རྗེ་བར་ཡང་འདུག་སྟེ། ང་ཡང་ན་སོ་དགེ། ད་དེ་ཚོའི་དགོངས་ཀློང་ག་སེ་ཡིན་ན་ལྔ་བཅུ། ང་ཉིད་ང་སོང་ཅིག་ཡིན་པ་ཡོད། ང་ཡང་ན་སོ་དགེ། སྡེ་མིང་མང་པོའང་འཛིན་སྲིད། དགོན་པའི་བྱ་རའི་ནང་ནས་སྡེ་མིང་མང་པོ་ཟེར་བ་དང་གཉེར་པ་ཚོས་འདྲ་པོ་གནང་ནས་འདི་རེད་ང་མ་ཡིན་ན་དགོན་པ་ཚོ་གི་དགོན་པ་གྲྭ་ཚང་ཚོ་གི་ལས་ཉིན་བྱེད་ཡ་དེ་སྡེ་སྣོད་འཛིན་པ་འདུལ་བ་འཛིན་པ་མཁས་པ་ཆེན་པོ་དེ་ཚོ་གི་གནང་གི་ཡོད་རེད། ག་རེ་ཟེར་ན་འདུལ་བ་དང་མཐུན་པ་འདུལ་བའི་ཁྲིམས་དང་མཐུན་པ་ཅིག་གནང་དགོས་ཀྱི་ཡོད་རེད་བ་ད། འོ་དེ་ཡིན་དུས་དེ་ཚོ་དེ་ཚོས་མ་ཤེས་ན་དཔེ་ཆ་མ་ཤེས་ན་ཁྲིམས་དང་མཐུན་མ་མཐུན་ཤིང་གི་མ་རུ་བ་འོ་དེ་རེད་དེ་འདྲ་ཇོ་བོ་རྗེ་བས་སྡེ་མི་མང་པོ་བཏགས་གནང་ནས་སྡེ་མི་མང་པོ་འཛིན་བྱ་བ་མང་པོའི་འཕྲོ་ཡང་ཡོད་པས་བོད་དུ་ཐོན་རེ་མི་འོང་ངམ་འོན་ཀྱང་ངས་བརྟག་པ་བྱ་ཡི་རེད་ཤེས་ཆེ་རང་གི་སེར་ཚགས་ཀྱིས་གསུང་ནས་ཕྱི་ལ་བསྟོད་པར་མཛད། དེ་ནས་ཇོ་བོ་རྗེས་བོད་ཁམས་ཀྱི་གདུལ་བྱ་རྣམས་ལ་ཐུགས་བརྩེ་བས་བོད་དུ་བྱོན་ནའང་སངས་རྒྱས་ཀྱི་བསྟན་པ་ལ། ཕན་མི་ཕན་དང། ད་ཕྱིན་ལེགས་པར་དེས་ནི་ཇོ་བོ་རྗེས་བོད་ཁམས་ཀྱི་གདུལ་བྱ་རྣམས་ལ་ཐུགས་བརྩེ་བས་བོད་དུ་བྱོན་ནས་སངས་རྒྱས་ལ་བསྟན་པ་ལ་ཕན་པ་དང་དེ་ལ་གེགས་བར་གྱི་གནོད་པ་ཡོད་མེད་སོགས་བརྟག་པར་མཛད་དེ་ལྷག་པའི་ལྷ་རྣམས་ལ་གསོལ་འདེབས་ཤུགས་དྲག་ཏུ་མཛད་ཅིང་རྡོ་རྗེ་གདན་དུ་བཞུགས་པའི་དུས་ལྷ་དང་བླ་མ་རྣམས་ཀྱིས་བྱང་ཆུབ་ཀྱི་སེམས་ཇི་ལྟར་འབྱུང་བར་བསྐུལ་བ་བཞིན་ཐུགས་རྗེ་ཆེན་པོ་ཡི་དམ་དུ་བཟུང་ནས་རྡོ་རྗེ་གདན་གྱི་ནུབ་ཕྱོགས་ན་འོད་དཔག་ཏུ་མེད་པའི་ལྷ་ཁང་ཞིག་ཡོད་པ་དེའི་ནང་དུ་བྱམས་པའི་ཐུགས་དམ་ལ་བཞུགས་པས་ཇོ་བོ་ཐུགས་རྗེ་ཆེན་པོའི་ཞལ་མངོན་སུམ་དུ་གཟིགས། ཐུགས་རྗེ་ཆེན་པོའི་ཞལ་ནི་སྤྱི་བོས་དམ་པ། ལེགས་སོ་ལེགས་སོ་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་གསང་བའི་མཛོད་གང་ཡིན་པ་དེ་ཁྱོད་ཀྱིས་ཤེས་སོ། འདི་ནི་བྱང་ཕྱོགས་ན་ངའི་ཞིང་ཁམས་ཡོད། ཁྱོད་ཀྱི་ཡི་དམ་ཇོ་མོ་སྒྲོལ་མ་ཡང་དེ་ན་སེམས་ཅན་གྱི་དོན་མཛད་ཅིང་བཞུགས་སྒྲོམ་སྟོན་པ་དེ་རེད། ཁྱོད་ཀྱི་གདུལ་བྱ་མང་པོ་ཡང་དེ་ན་ཡོད་པས་བྱང་ཕྱོགས་སུ་སོང་ཞིག་གསུངས་ནས་བུ་ཁ་བ་ཅན་འདུལ་བར་ལུང་བསྟན་ཏོ། ཡང་ཇོ་བོ་རྗེ་རྗེ་བཙུན་མ་སྒྲོལ་མའི་རྟེན་གྱི་སྤྱན་སྔར་མཆོད་པ་བཤམས། མལ་འབྲེལ་ཕུལ་ནས་གསོལ་བ་བཏབ་པ་ནི་ངས་བོད་དུ་ཕྱིན་ན་བསྟན་པ་དང་སེམས་ཅན་ལ་ཕན་ཐོགས་སམ་མི་ཐོགས་བྱ་བ་དང། རྒྱལ་པོ་བྱང་ཆུབ་སེམས་དཔའི་ཐུགས་དགོངས་རྫོགས་སམ་མི་རྫོགས་བྱ་བ་དང། རང་གི་ལུས་སྲོག་གི་བར་ཆོད་དུ་འགྱུར་རམ་མི་འགྱུར་བྱ་བ་གསུམ་གསོལ་བཏབ་པས། དེ་དུས་དེའི་ནུབ་མོ་རྨི་ལམ་ན་གནས་འདི་འདྲ་བ་ཞིག་ན་ནང་པའི་ལྷ་ཁང་ཆུང་ངུ་ཞིག་ཡོད། ནང་པར་དེར་སོང་ལ་རྣལ་འབྱོར་མ་ཞིག་འོང་གིས་དེ་ལ་དྲིས་དང་གསུང་བ་རྨིས། གསལ་པོ་འདུག་ཨ། སང་ཉིན་པའི་གནས་འདི་འདྲ་ཅིག་ལ་ཨ་ནི་རྣལ་འབྱོར་མའི་སྤྲུལ་པ་ཅིག་ཡོང་གི་ཡོད་དེ་ལ་སྐད་ཆ་དྲིས་ད་ཨ་ཁུག་ཁུག་རེད། ཟིང་ལོང་བཏང་བ་རེད། ད་ནང་པ་ཇོ་བོའི་མེ་ཏོག་སྙིམ་པ་གང་བསྣམས་ནས་ལྷ་ཁང་དེར་བཞུགས་པ་ན་རྣལ་འབྱོར་མ་ར་བ་ས་ལ་ཞག་མེད་བ་ཞིག་བྱུང་ཙང། དེ་ལ་མེ་ཏོག་རྣམས་ཕུལ་ནས་ང་བོད་ཀྱི་རྒྱལ་པོའི་སྤྱན་འདྲེན་ན་ངས་བོད་དུ་ཕྱིན་ན་བོད་ཀྱི་སེམས་ཅན་ལ་ཕན་ཐོགས་སམ་མི་ཐོགས་ཞུས་པས། བོད་དུ་བྱོན་ན་ཕན་ནི་ཐོགས་ནས་འོང། ཕན་ཐོགས་ནི། ཕན་ནི། ཐོགས་ནས་འོང་ཕན་ཐོགས་ནས་འོང། ཁྱད་པར་ཨུཏྤལ་སིཀ་གཅིག་ལ་བརྟེན་ནས་ཕན་ཐོགས་ཏེ་འོང་བར་འདུག་སྟེ། འདུག་སྟེ། བྱིན་གྱིས་རློབས་ཤིག་གསུངས། འདུག་སྟེ་བྱིན་གྱིས་རློབས་ཤིག་གསུངས། ད་ཁྱོ་བོའི་བརྟག་པ་འཚལ་བའི་མཛད་སྟངས་དེ་དེ་རེད། བསྟན་པ་ལ་ཕན་མི་ཕན་དང། རང་གི་སྐུ་ཚེ་བར་ཆད་དུ་འགྱུར་མི་འགྱུར་བརྟག་པ་མཛད་པས། ཐུགས་རྗེ་ཆེན་པོ་དང་རྗེ་བཙུན་སྒྲོལ་མ་སོགས་ཀྱི་བོད་དུ་བྱོན། བྱོན་ན་བསྟན་པ་དང་སེམས་ཅན་ལ་ཤིན་ཏུ་ཕན་ཐོགས་པ་འོང། ཁྱད་པར་དུ་ཨུཏྤལ་སིཀྵ་ཟེར་ན་དགེ་བསྙེན་རེད་བ། དགེ་བསྙེན་གཅིག་ལ་བསྟེན་ནས་ཕན་ཐོགས་དེ་འོང། ཚེ་ནི་བོད་དུ་བྱོན་ན་ཐུང་བར་འདུག་གསུངས། མཐོང་བར་འདུག་གསུངས། ཇི་ཙམ་གྱིས་མཐོང་ཞུས་པས་བོད་དུ་མ་བྱོན་ན་དགུ་བཅུ་གོ་གཉིས་ཐུབ། གྲོགས་ཀྱིས་རྒྱ་གར་ལ་བཞུགས་བཞག་ན་དགུང་ལོ་དགུ་བཅུ་གོ་གཉིས་བཞུགས་གནང་གི་ཡོད་རེད། ད་བོད་དུ་བྱོན་ན་བདུན་ཅུ་རྩ་གསུམ་ལས་མི་ཐུབ་གསུངས། དོན་ལ་ཉི་ཤུ་ཐམ་པའི་ཐུང་དུ་སོང་བ་ཡིན་གི། དེའི་ཚེ་ཇོ་བོའི་ཐུགས་དགོངས་ལ་བོད་ལ་ཕན་ཐོགས་ན་ཚེ་ཐུང་ནའང་ཐུང། ཚེ་ལ་མི་རྟག་སྙམ་པའི་ཐུགས་སྟོབས་ཆེན་པོ་སྐྱེས་སོ། དེ་ནས་ཇོ་བོ་རྗེས་རྒྱ་གར་གྱི་དགེ་འདུན་གྱི་སྡེ་རྣམས་དང་སྦྱིན་བདག་རྣམས་ཀྱིས་བོད་དུ་བྱོན་ན་རྒྱ་གར་བསྟན་པའི་འབྱུང་གནས་ཉམས་པར་འགྱུར་ཞེས་ཐམས་ཅད་ཀྱིས་མཐུན་པར་བཀག་ནས་བོད་དུ་བྱོན་མི་འཇུག་པ་ལ། ཇོ་བོ་རྗེས་ཐབས་མཁས་ཀྱིས་བོད་དུ་བྱོན་པའི་འཕྲུལ་མེད་པར། རྡོ་རྗེ་གདན་སོགས་གནས་ཆེན་རྣམས་སུ་མཆོད་པ་རྒྱ་གང་ཆེ་བ་རེ་བྱེད་པ་ཡིན་གསུངས་ནས་གནས་རྣམས་སུ་ཕར་ཕེབས་སུར་ཕེབས་མཛད། ཇོ་བོ་འཇམ་དཔལ་རྡོ་རྗེ་སོགས་སྐུ་རྟེན་བྱིན་རླབས་ཅན་མང་པོ་དང་གསུང་རྟེན་གླེགས་བམ་མང་དུ་ཡོད་པ་རྣམས་སྒྲོམ་ཆུ་བྱའི་རྒྱལ་པོའི་ཐབས་མཁས་ཀྱི་སྤྲུལ་པ་མཚུངས་པའི་རྣམ་པ་ཅན་ཞིག་གིས་སུས་ཀྱང་མ་ཚོར་བ་ལྟར་བོད་ལ་རེ་བ་གདན་དྲངས། དེ་ནས་ཇོ་བོའི་བ་ཡུལ་དང་བོད་དུ་ཡང་གནས་རྟེན་ཁྱད་པར་ཅན་མང་དུ་ཡོད་འདུག་པར་སྦྱར་བ་དང་སྦྲགས་ཡུད་ཙམ་ཞིག་ཕེབས་ཆོག་པར་གནས་རྟེན་ལ་གསོལ་བས་རེ་ན་ཨ་ཀ་ར་ལ། གནས་རྟེན་གྱི་ཇོ་བོ་ཡང་བོད་ལ་ཕེབས་པར་མཇལ། བོད་པ་རྣམས་ཀྱིས་ཀྱང་གདན་འདྲེན་ཨུ་ཚུགས་ཆེ་བས་ད་བོད་དུ་ཧྲིབ་ཙམ་ཞིག་ཕེབས་ཆོག་འོན་ཀྱང་ལོ་གསུམ་གྱི་གོང་ལ་རྒྱ་གར་དུ་ཚུར་གདན་ཐུབ་པ་ཞེས་ཆུ་ནག་ཚོ་ལོ་ཙཱ་བ་ལ་མནའ་བསྒགས། ད་ཨུ་ཚུགས་འདྲ་པོ་ཞེ་དྲག་བཅོས་ནས་ཐབས་ཤེས་འདྲ་པོ་ད་དེ་བྱས་ཡིན་ཟེར། ད་རེད། ཇོ་ཇེ། རེ་ན་ཨ་ཀར་གནས་བརྟན་ལ་ཞུས་ནས་བོད་ལ་ཡང་པའི་གནས་རྩ་ཆེན་པོ་བག་ཡོད་ལ་ཡང་གནས་རྩ་ཆེན་པོ་འདུག་དེ་ཚོའི་རྗེས་ཞོར་བྱས་ནས་ད་ཕྱུག་ཟ་རྒྱུ་བས་ཕས་ཆོག་བ་བྱས་ཟེར་ཞུས་པའི་གང་ལ་ད་འགྲིག་གི་རེད། རེད་པ་ད་ཨ་ནི་ལོ་གསུམ་ལས་ལྷག་བཞུགས་ཆོག་གི་མ་རེད་བོད་ལ། ཨོ་དེ་ལོ་གསུམ་ཚང་སོང་ན་ཚུལ་ལྡན་འགྲེལ་ཞུ་དགོས་རེད་དེ་ནག་ཚོ་ལོ་ཙཱ་བ་ཁྱེད་རང་པས་མནའ་བསྐྱལ་དགོས་ཡོད།

སྐྱེ་བོ་ཚོགས་རྣམས་ཀྱིས་སྦྱར་བ་ཙམ་གྱིས་དད་པ་གློ་བུར་དུ་སྐྱེས་ཤིང། རྒྱུད་དུལ་ཏེ། འགྲོ་ཚུལ་ཟག། མཁྱེན་ཏེ་མ་བློ་བཞག་ཡིན། འདི་ནི་ལོ་ཆེན་རིན་བཟང་དང་རྒྱ་མཚོས་སོ་ཞེས་པར་བཀའ་སྩལ་ལ། ལོ་ཙཱ་བ་ཆེན་པོ་གུང་ཐང་པ་ལ་སོགས་པ་རབ་ཏུ་བྱུང་བའི་རྟ་པ་སུམ་ཅུ་རྩ་ལྔས་བསྐོར་བའི་དབུས་ན་ཕྱིས་བསྐྱངས་ཤིང་མཐོང་མུན་ངང་པའི་སྟེང་ན་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཁྲུ་གང་ཙམ་གྱི། དེ་ནས་འགའ་ལ་མ་རིག་པར་མཛད་ནས་སྐུའི་དཀྱིལ་འཁོར་བབ་ཆགས་པ་མཛད་པ་ལྟ་ན་འདུག་པ་འཇིག་རྟེན་ལྷ་དང་བཅས་པའི་མཆོད་པར་འོས་པ་འཇིག་རྟེན་མཁྱེན་ཅིང་སྐྱེས་བུ་འདུལ་བ་ཁ་ལོ་སྦྱོར་བ་བླ་ན་མེད་པའི་ཞལ་འཛུམ་པ་དང་བཅས་པ་སངས་དྲི་ཏིའི་གསུང་འཕྲོར་བ་རུས་པ་ཆགས་པ། དེ་ནས་ཚིག་གི་ལྷད་མེད་ལ་གསུང་གི་གདངས་སྙན་པ་གསུང་གི་ངར་ཆེ་ལ་དྲང་པོར་སྨྲ་བ་དེ་ཁྲོལ་མཛད་ནས། ཨེ་མའོ། ཨ་ཏི་ཨ་ཏི་བྷ་ལ་བྷ་ལ་བྷ་ལའོ་ཞེས་སོགས་གསང་འཕྲིན་དེ་སྐད་དུ་བཀྲ་ཤིས་མང་དུ་བརྗོད་པར་མཛད་ཅིང། རིམ་གྱིས་ཕེབས་ཏེ་གངས་རི་ཆེན་པོར་ཕེབས། གངས་ཏི་སེ་རི་དང་སྟོད་གངས་རིན་པོ་ཆེ་སའི་སྟེང་ཕེབས། གངས་རིན་པོ་ཆེ་ལ་ཞབས་སྐོར་མཛད་པ་ན་གནས་བརྟན་ཆེན་པོ་ཡན་ལག་ཅུང་འཁོར་དགྲ་བཅོམ་པ་སྟོང་དང་སུམ་བརྒྱའི་བསྐོར་བ་རྣམས་རྣམས་དང་བཅས་གསོ་སྦྱོང་མཛད་པའི་དགེ་འབྲས་སྒྲ་གསན་ཅིང་གནས་བརྟན་ཆེན་པོ་དང་དངོས་སུ་སྦྱར་ནས་བཀའ་བགྲོ་བར་མཛད་ད་སྟོད་གངས་རིན་པོ་ཆེ་ལ་ད་ལྟ་གནས་བརྟན་ཡན་ལག་འབྱུང་འཁོར་དང་བཅས་པ་དག་བཞུགས་ཡོད་ཡིན་པ་རེད། དེ་ནས་ཚོགས་མ་ཕམ་གྱི་འགྲམ་དུ་ཕེབས་ནས་ཆབ་བཏུང་མཛད་པའི་ཚེ་ཐུགས་རྗེ་ཆེན་པོའི་ཞལ་གཟིགས་ཤིང་ཀླུ་རྣམས་ཀྱིས་གུས་པས་མཆོད་པ་སོགས་ངོ་མཚར་ཡ་མཚན་ཆེ་བའི་རྣམ་ཐར་མང་དུ་བྱས། ཕྱོགས་དེའི་དད་ལྡན་རྣམས་ལ་ཁྲུས་མང་དུ་གསུངས། དེ་ནས་རིམ་གྱིས་ཕེབས་ཏེ་མངའ་རིས་སྟོད་གོལ་གྱི། མཐོ་ལྡིང་གསེར་གྱི་ལྷ་ཁང་དུ་ཕེབས། ལྷ་བླ་མའི་ཕེབས་དོན་རྒྱ་ཆེན་པོ་མཛད། ལོ་ཆེན་རིན་ཆེན་བཟང་པོས་ཀྱང་རང་གི་གནས་གཙུག་ལག་ཁང་དུ་སྤྱན་དྲངས་མཆོད་པའི་དངོས་པོ་ཚད་མེད་པས་མཆོད། དབུ་མ་སྣང་བ་སོགས་ཆོས་མཐའ་ཡས་གསན་ཞིང། ལྷག་པར་བདེ་མཆོག་གི་དབང་དང་རྗེ་བཙུན་མའི་བྱིན་རླབས་གཉིས་ཞུས། བྱིན་རླབས་ཐོབ་པ་དང་རྟོགས་པ་ཐོབ་པར་ཉམས་བཟང་པོ་སྐྱེས། དཔེ་དང་ཆོས་རྣལ་མ་རྟོགས་པ་ནོར་དངོས་པོ་ཅི་ཡོད། ཇོ་བོ་ལ་ཕུལ་ནས། ཇོ་བོས་བདེ་མཆོག་དང་རྗེ་བཙུན་མ་ལ་ཐུགས་དམ་གྱི་ཐེལ་མཛད། ཇོ་བོའི་ཞལ་ནས་ངས་ལོ་ཙཱ་ལ་འགྲོ་དགོས་གསུངས་པས། ད་ཇོ་བོ་སྐྱིད་ཀྱིས་ང་བོད་ལ་ཕར་འགྲོ་དགོས་ན་ཁྱེད་རང་ལོ་ཙཱ་བྱེད་དགོས་རེད་གསུངས་རེད། ལོ་ཙཱ་བས་དེ་ནས་དབུ་བཏེགས་ནས་ད་དབུ་བའི་དགུང་ལོ་བགྲེས་པོ་ཆགས་ནས་པའི་རོ་ད་དབུ་བའི་དཀར་པོ་དཀར་པོ་ཆགས་ཡོད་ཀྱིར་བ། དབུ་བཏེགས་ནས། མགོ་བོ་དཀར་པོ་དེ་བཞིན་དུ་སོང་བས་ཁོ་བོ་སྒྲུབ་པ་ཅིག་བྱེད་པར་ཞུ་བ་ཕུལ་བས། བཀའ་ཡིས་ད་རིན་ཆེན་བཟང་པོ་ཁྱོད་སྒྲུབ་པ་གཤའ་མ་ཅིག་བྱས་ན་སྐྱེ་བ་སྔ་མ་འཕེན་བྱེད་ཀྱི་དགེ་བའི་ཆོས་དཔག་ཏུ་མཐུན་ནས་ཡོད་དང་རྒྱུད་ཀྱི་མི་ལུས་རིན་པོ་ཆེ་ཐུགས་ཀ་བ་ནས་ཐོབ། སངས་རྒྱས་ཀྱི་བསྟན་པ་དམ་ནས་འཕྲད། དེས་སྟོན་པའི་དགེ་བའི་བཤེས་གཉེན་དང་ནི་མཇལ། སྲེད་པའི་ནད་རབ་ཏུ་ཞི་བར་བྱེད་པ། དམ་པའི་ཆོས་ཀྱི་བདུད་རྩི་སྨན་ནས་རྙེད། གཏི་མུག་གི་མུན་པ་སེལ་བར་བྱེད་པ་དམ་པའི་ཆོས་ཀྱི་སྒྲོན་མེ་དང་ནི་འཕྲད། སྲེད་པའི་ཕྱོགས་འོག་ལས་གྲོལ་བའི་ཐབས་ཤེས་ཀྱི་གྲུ་གཟིངས་རྙེད་པའི་སྐབས་འདིར། སེམས་བྱ་བ་ངན་པ་རྣམས་ཀྱི་མ་ཡིན་པར་མཛོད་ཅིག་ད་སྒྲུབ་པ་བྱས་ན་ཡག་པོ་ཞེ་དྲག་རེད། ད་སྒྲུབ་པ་བྱེད་ཞོར་གསུངས་བ་རེད། དེ་གས་ཆོས་ཡག་པོ་བྱེད་ཟེར་བ་ད་སྒྲུབ་པ་མཛོད་ཅིག་གསུངས། ལོ་ཆེན་རིན་ཆེན་བཟང་པོའི་ཇོ་བོའི་ཞལ་གདམས་དེ་ཐུགས་ལ་བཞག་ནས་སྒྲུབ་ཁང་གི་སྒོ་ལ་ལྕགས་གཟེར་བཏབ་ནས་ད་སྒྲུབ་ཁང་གི་སྒོ་ལ་པའི་མི་ཡོང་ཡ་མེད་པ་སོ་སོ་མ་ཕེབས་ས་མེད་པ་སྒོ་ལ་པའི་ལྕགས་གཟེར་བརྒྱབ་ནས་ཨུ་ད་གུའི་ཡ་ཐེམ་ལ་ཡི་གེ་བྲིས་ནས་གནས་ཁང་འདིའི་ནང་དུ་ཐ་མལ་བའི་རྟོག་པ་སྐྱེས་ན་ཆོས་སྐྱོང་བའི་སྲུང་མ་རྣམས་ཀྱི་མགོ་བོ་ཁོས་བྱ་བ་བྲིས་ནས་ཇོ་བོ་ཐིག་རྗེས་ས་ཇོ་བོ་བོད་ལ་པ་ཕེབས་པའི་རྗེས་ལ་བོད་དུ་བླ་མ་བཞུགས་པའི་སྐབས་ལ་ཞབས་ཕྱི་ཞུ། ཨ་ནི་ཇོ་བོ་བོད་ལ་བོད་དབུས་ལ་མ་ཕེབས་པའི་སྐང་ལ། དེ་ནས། གོ་རམས་པའི་སྒྲུབ་པ་གནང་ནས་མཚམས་བསྙེན་སྒྲུབ་གནང་ནས་འོ་དེ་རེད། ཇོ་བོའི་ཐིག་རྗེས་ལོ་བཅུའི་བར་དུ་སྒྲུབ་པ་གཅིག་ཏུ་མཛད་པས་བདེ་མཆོག་གི། སྤྱན་འཁོར་མངོན་སུམ་དུ་གཟིགས་སོ། ད་དེ་དེ་རིང་འདས་བྱ་ཞེ་ན། བོད་ཁམས་སུ་ཤིས་བརྗོད་བྱ་བ་ཙོང་ཁ་པ་ཆེན་པོའི་གསུང་ལས། ཨང་དང་དེ་ནས། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོ་དོན། སྐལ་བཟང་ཐང། རྒྱལ་སྲས་དམ་པ་རྣམས་ཀྱི་བསྔགས་པའི་ལམ། སྐལ་བཟང་ཐང་སྟོན་རྣམས་ཀྱི་འཇུག་ངོགས་འདི། ཇི་ལྟར་ནུས་བྱས་བདག་གིས་ཤེས་པར་བྱའོ་ཞེས་གསུངས་པ་ནང་དག་གི་དག། འོ་ད་དེ་ནི། འོ་ད་དེ་ནི། དེ་གས་དེ་ནས་རྒྱལ་བའི་གསུང་རབ་གང་ག་ལོག་གི་འོ་ད་ཨ་ནི་སྙིང་པོའི་དོན་འདྲ་པོ་དེ་དག་ག་རེ་རེད་ཟེར་ན། ཨ་ནི་ད་ངེས་འབྱུང་དེ་ཡིན་པ་རེད། དེ་ཡིན་པ་དེ་ཡང་དེ་ནས་སངས་རྒྱས་ཀྱི་འོ་ད་སངས་རྒྱས་བཅོམ་ལྡན་འདས་ཀྱི་བི་གའི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ག་ཁྲི་ཅིག་གསུངས་པ་ཡིན་ན་ཡང་བི་གའི་འོ་ད་བདུད་བཞིའི་རྒྱུད་ཀྱི་བི་ག་ཉོན་མོངས་རྩུབ་ཡག་གི་དོན་དག་གདུལ་བྱ་འཁོར་བ་ལ་གྲོལ་བའི་དོན་དུ་མ་གསུངས་པའི་འོ་ད་ཨ་ནི་མ་གསུངས་པ་ཅིག་མེད་པ་ཡིན་ཙང། ད་གང་ཅིའི་བི་གའི་ཁོལ་བས་གདུལ་བྱ་འཁོར་བ་ལས་གྲོལ་བ་ལ་ཨ་ནི་ཁོལ་བས་བི་གའི་སྐྱོན། འཁོར་བ་རོལ་པ་དང་ཁོལ་བའི་སྐྱོན། ངོ་ཤེས་བ་རོལ་པ་དང་ཁོལ་བའི་སྐྱོན་མཐོང་ནས་སྐྱོན་མཐོང་བྱེད་ན་སྲེད་པ་མེད། རོལ་པ་དང་སྲེད་ཞེས་མྱ་ངན་འདས་མ་ཡིན་གསུང་བ་ན་བདག་གིས་པས་ཁོལ་བའི་སྐྱོན་མ་མཐོང་པ་ལ་ཨ་ནི་འཁོར་བ་ལས་ཐར་འདོད་ཅིག་གི་མ་རོལ་བ་འཁོར་བར་འདོད་པའི་སྐྱེས་བུ་ཡིན་པ་ཅིག་འདོད་པ་དང་བདེ་པོ་ཡིན་པ་སྐྱིད་པོ་ཡིན་པ་ཡག་པོ་ཡིན་པ་གྱི་བསམ་བློ་བཏང་བསྡད་ན་ང་ནི་འཁོར་བ་ལ་གནས་ཡག་གི་ཐབས་ཤེས་རྐྱང་རྐྱང་བྱེད་ཀྱི་རེད་མ་གཏོགས་འཁོར་བ་ལ་ཡར་ཐར་ཐར་ཐབས་འདྲ་པོ་འདེད་བརྩོན་བྱེད་ཀྱི་མ་རེད་བ། དཔལ་ན་འབེ་ཀའི་མི་བེ་སོ་སོ་བེ་ཀའི་བཙོན་འདྲ་པོ་གཅིག་ན་བཅུག་ཡོད་ན་བཙོན་ཁང་འདི་བེ་སྐྱིད་པོ་ཡིན་པ་གཅིག་རེད་བ་ད་ཟ་ཡག་འདུག་འཐུང་ཡག་འདུག་བསྡད་ས་འདུག་ད་རེད་བ་ད་ཨ་ནི་ལས་ཀ་ལས་མི་དགོ་ཟེར་ཡག་འདྲ་པོ་ད་བཙོན་ཁང་གི་ཡོན་ཏན་ཁོ་རང་བསམ་བློ་བཏང་བསྡད་ན་ཨ་ནི་བཙོན་ཁང་ལ་ཐར་ཐབས་བྱེད་ཀྱི་མ་རེད་ཐར་འདོད་ཀྱི་བློ་ཡོང་གི་མ་རེད་བཙོན་ཁང་ལ་ཐར་འདོད་ཀྱི་བློ་མེད་ན་ཐར་བའི་ཐག་ཏུ་བཙོན་གྱི་མ་རེད་འབད་བརྩོན་བྱེད་ཀྱི་མ་རེད་དེ་མ་བརྩོན་ན་བཙོན་ཁང་ལས་ཐར་བའི་ཐར་ཡ་ཡོད་མ་རེད་བའོ། དེས་ན་བདག་གིས་བོད་པའི་འཁོར་བའི་སྐྱོན་མ་མཐོང་པ་གཅིག་ནི་འཁོར་བ་སྐྱོན་མ་མཐོང་ན་འཁོར་བ་ལས་ཐར་འདོད་ཀྱི་བའི་བློ་སྐྱེ་གི་མ་རེད། དེ་ལྟར་འཁོར་བའི་སྐྱོན་མཐོང་དགོས་ཀྱི་ཡོད་རེད། འཁོར་བའི་སྐྱོན་མཐོང་ནས་ད་འཁོར་བ་དེ་ལས་བའི་ཐར་དགོས་ཀྱི་འདུག་རེ་བ་དང་ཉིན་མཚན་ཀུན་ཏུ་ཐར་བ་དོན་གཉེར་བློ

སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་ད་ཐབས་ག་རེ་དགོས་ཀྱི་རེད་ཟེར་ན་བྱང་ཆུབ་ཀྱི་སེམས་དེ་ག་ལ་བློ་སྦྱང་དགོས་ཀྱི་རེད། བྱང་ཆུབ་ཀྱི་སེམས་ལ་བློ་མ་སྦྱངས་པ་ལ་ཨ་ནི་སངས་རྒྱས་ཀྱི་གོ་འཕང་བས་ཐོབ་ཐུབ་ཡ་ཡོད་མ་རེད་ཟེར་ཏེ་ད་གང་ག་ལོག་གི་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་གི་ལམ་དེ་གི་མཆོག་ཏུ་གྱུར་པ་འདྲ་པོ་གཙོ་བོ་བའི་བསྔགས་བརྗོད་མཛད་ཡ་དེ་ཨ་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་རེད། འདྲ་བ་དང། དེའི་སྐབས་དེ་ཡིན་ནའི་ཟླ་བ་ཚེས་པ་ལ་ཤ་བྱ་ཡི་མྱང་བ་ལ་ནི་མ་ཡིན་ནོ་གསུང་ཡ་འདྲ་བོ

པའི་ཤིང་རྟ་ལ་བཞུགས་ནས། ཤིང་རྟ་ལ་བཞུགས་ནས་པའི་ཤིང་རྟ་བར་འདྲེན་མཁན་གཞན་དག་མེད་པ་ཡིན་ན་ཚངས་རྒྱས་ཀྱི་པའི་འཐེན་ནས་འདྲེན་པར་མཛད་ཀྱི་རེད་གསུངས་ཡོད་འདྲ་བོ། ཨོ་དེ་འདྲའི་གི་དེ་ནི་ཞང་ཆུའི་ཚེམས་པ་ལ་པའི་བསྔགས་བརྗོད་དང་བསྟོད་ར་ཡོད་རེད། ཨ་ནི་དེ་གཙོ་བོ་དེ་ཞང་ཆུ་གི་ཚེམས་ལ་རེད་བ་དང། ཨོ་འདི་རེད། ཅེས་དང་རྒྱལ་སྲས་དམ་པ་རྣམས་ཀྱི་བསྔགས་པའི་ལམ། སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་དེ། སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་དེ་ག་རེ་རེད་ཟེར་ན། འདི་ནི་ཡང་དག་པ། ཡང་དག་པའི་ལྟ་བ་དེ་རེད། འགྲོ་བ་དང་ཟབ་མོ་སྟོང་པ་ཉིད་ཀྱི་བར་ལྟ་བ། འོག་ཏུ་ཆོས་རྣམས་འབྱེད་པའི་གནས་ལུགས་ཕྱིན་ཅི་མ་ལུས་པ། གནས་ལུགས་མཐར་ཐུག་པ་ཟབ་མོ་སྟོང་པ་ཉིད་འགྲོ་བ་དང་འོག་དེ། བའི་གཏན་ལ་ཕབ་པའི་ཕྱིར་མདའ་ཡང་དག་པའི་ལྟ་བ་དེ་རེད། དེ་ཡིན་ཡིན་པ་དེ་ཡང་དེ་ནི་དང་གིས་ཤོད་པ་ན་བདག་གིས་ད་འོ་འདུག་ཟེར། དེ་ནི། ཆོས་ཀྱི་བྱེ་སྙེད་བཀའ་སྩལ་པ་རྟེན་འབྲེལ་ཉིད་ལས་བརྩམས་ཏེ་འདུག། དེ་ཡང་མྱ་ངན་འདའ་བྱེད་དུ་ཞིག་རྒྱུ་མིན་གྱི་ཚུལ་ཆོས་ལ་མེད་གསུངས་པ་ན་བདག་འགྲོ་བ་དང་འོག་ཏུ། སེམས་ཅན། འཁོར་བ་ལས་ཐར་ནུས་པའི་གཞོལ་བ་མྱང་འདས་ཐུགས་ཡག་གི་ཆེད་དུ་གསུངས་པ་ཤ་སྟག། ཆོས་ག་དུས་ཀྱི་གསུངས་པ་ཉན་ནུས་པའི་རྟེན་འབྲེལ་ཙམ་ནས་གསུང་གི་ཡོད་རེད་སངས་རྒྱས་ཀྱིས། ཡང་ན་རྟེན་འབྲེལ་པའི་ཚིག་གིས་ཟིན་པ་དངོས་སུ་གསུངས་ཡང་ན་པའི་རྒྱུད་ནས་གང་བྱས་པའི་དང་དང། ཙམ་ནུས་པའི་གསུང་ཡན་ཅིག་ཡིན་པ་ཡིན་དུས། དེ་ཡང་མྱ་ངན་འདའ་བྱེད་དེ་ཞི་གྱུར་མིན་ཚེ་ཁྱོད་ལ་མེད། འདི་རེད་པ་དང། དེ་ཡིན་དུས་ད་དེ་དྲིས་ཀྱི་བི་གའི་ཐར་པ་ཐོབ་པ་ལ། མྱ་ངན་ལས་འདའ་བའི་རེད་པ་དང་གོ་འཕང་ཐོབ་པ་ལ།

དེ་བཅོས་ཐུབ་ཀྱི་མ་རེད། དེ་བཅོས་མ་ཐུབ་ན། དེ་གའི་ཐར་པ། མྱ་ངན་ལས་འདས་པའི་བའི་ཞི་བའི་གོ་འཕང་ཐོབ་ཐུབ་ཀྱི་མ་རེད། དེ་པོ་ད། བྱམས་སོགས་རྨོངས་དང་དགའ་མིན་ཞིག་ཤིན་ཏུ་ཉེས་པ་ཚར་གཅོད་མིན་ཟེར། ནམ་ཕན་ནི་ལ་ཡིན་ན་དེར་བ་དང་བ་དང་རྨོངས་པ། དགའ་ས། དེ་ནས། དགའ་ས་བོར་ད། བྱམས་པ་དང་སྙིང་རྗེ་དང། ད་དེ་ཚོ་རྨོངས་པ་ལ་ཐག་གཅོད་ཐུབ་ཡ། རྨོངས་པ་འདི་འཛིན་མ་རིག་པ་དང་དམིགས་ཡུལ་གཅིག་ལ་མིན་ནས་འཛིན་སྟངས་མངོན་དགའ་དུ་ཞུགས་པའི་བློ་མིན་པ་ཡིན་ཙང། བྱམས་པ་དང་སྙིང་རྗེ་ལ་སོགས་པ་བྱང་ཆུབ་ཀྱི་སེམས་ལ་སོགས་པའོ་དེ་ཚོ། ཀུན་སྩོལ་བྱང་ཆུབ་ཀྱི་སེམས་ལ་སོགས་པའོ་དེ་ཚོ། དེ་ནི། བྱམས་སོགས་རྨོངས་དང་དགའ་མིན་ཞེས་ཤིང་རིས་ངེས་པ་ཚར་གཅོད་མིན། འོ་དེ་ཡིན་དུས་ད་གང་བྱེད། འཁོར་བའི་རྩ་བ་འདི་འཛིན་མ་རིག་པ་གཅོད་ནས་ཐར་པ་ཐོབ་པ་ལ།

རང་གི་རྒྱུད་ལ་བའི་བཅས་ཐབས་བཅས་ཡ་ལ་བཅས་པའི་ཐབས་འདི་པ་ལ་ཐབས་ལ་བརྩོན་པ་ལ་གལ་ཆེན་པོ་ཞེ་དྲག་རེད། དེ་ཡང་ད་རེས་མ་བརྩོན་ན་ག་དུས་བརྩོན། འོ་ད་སོ་སོ་དེ་གས། འགྲོ་པ་ད། འོ་ད་དེ་ནི་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བས་ད་ཅིའི་རྒྱུར་ཇི་ལྟ་བའི་མིའི་ལུས་རྟེན་བཟང་པོ་ཐོབ། སྦྱར་བར་དཀའ་བས་དེ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་འདིའི་ནང་ནས་ཡིན་པས་དེ་ནི་འཇང་དགུན་ལམ་པ་ཙོང་ཁ་པ་ཆེན་པོས་དེ་ནི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་འོ་ད་ཡེ་ཤེས་དབང་གི་རྒྱལ་པོ་ལྟ་བུའི་སྡིག་ཉེས་དང་མཇལ། འོ་ད་དེ་ནས། ཐེག་པ་ཆེན་པོའི་དེ་ནས་དགེ་བའི་བཤེས་གཉེན་ཚིག་གཉིས་དང་ལྡན་པ་དང་མཇལ། འོ་ད་དེ་འདྲེས་ཀྱི་སྐབས་དེ་ལ། འོ་ད་དེ་ཀའི་ངེས་འབྱུང་བྱང་ས་ཡང་དག་པའི་ལྟ་བ་པས་སོ་སོའི་རྒྱུད་ལ་སྤྱད་པ་ཅིག་བྱེད་དགོས་ཀྱི་འདུག་བསམ་པ་ཅན། དེ་ཡང་སོ་སོའི་རྒྱུད་ལ་སྤྱད་པ་ལ། བསྒོམ་དགོས་རེད། བསྒོམ་ཟེར་ན་ཉམས་སུ་བླང་དགོས་རེད། ཞན་སོང་ང། ཉམས་སུ་བླངས་པ་ལ་ཨ་ལས། བསམ་དགོས་རེད་བསམ་བྱུང། བསམ་པ་ལ་ཐོས་དགོས་རེད། ཐོས་བསམ་བསྒོམ་གསུམ་ཡ་མ་བྲལ་བ།

ད་གསན་བྱ་དམ་པའི་ཆོས་ནི་འདི་ནི། འདི་ནི། བཀའ་དྲིན་གྱིས་བྱས་པའི་སངས་རྒྱས་སར་གྲུབ་པའི་ཐེག་པ་མཆོག་གི་བཅུད་ལུགས། འོ་ད་འདི་ནི་ཞིང་འདིའི་ཚོགས་རྗེ་ཆེན་པོ། མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། མཉམ་མེད་ཇོ་བོ་རྗེའི་སྡེ་འབངས་ཀ་ར་དང། འདི་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་འདི་ནི་ཐུགས་ཀྱི་བཅུད་ཕྱུངས་པ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྗེད་བྱེད་བྱེད་དོ་གའི་གནས་ཐམས་ཅད་པས། མ་ཚང་བ་མེད་པར་གང་ཟག་གཅིག་སངས་རྒྱས་པའི་ལམ་གྱི་རིམ་པར་བསྒྲིགས་པ། བྱང་ཆུབ་ལམ་གྱི་རིམ་པའི་དེ་ནི་ཁྲིད་མདོར་བསྡུས་བྱས་ནས་ད་དེ་ས་བཅད་ཀྱི་དབང་དུ་བྱས་ན། ད་དེ་ནི་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་ད་རྩ་བའི་ས་བཅད་དེ་རེད། ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་དེ་ནི་མཛད་པ་པོའི་ཆེ་བ། ད་ང་ལ་གུས་པར་བྱེད་པའི་ཕྱིར་ཆོས་ཀྱི་ཆེ་བ། སྦྱོར་བ་གཉིས་དང་ལྡན་པའི་དེ་ནི། ལྡང་བ་ལ་པའི་རོ་དག་ཇི་ལྟར་ཉམས་སུ་ལེན་པའི་ཚུལ། ལྡང་བ་ངོས་ཀྱི་སློབ་མ་ཇི་ལྟར་བཀྲུ་བའི་རིམ་པ་ཟིན་ས་བརྒྱད་བཞི་བྱས། དེའི་ནང་ནས་ད་ས་བརྒྱད། མང་པོ་ཕྱིན་ཡོད་མ་རེད་དང་པོ་དང་པོ་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་རྫས་བབས་པའི་ཆེ་བ་རེད། ད་རྫས་བབས་པའི་ཆེ་བ་དེ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ནི། འོ་ད་མ། དྲིན་ཅན་རྩ་བའི་བླ་མའི་བབས་པའི་དེ་ནི་རྫས་བབས་རྣམ་དག་དེ་ཚོ་ཡིད་སུ་ཡི་རང་བྱས་ནས་རེད་པ་ད། ཨཱ་ནི། སོ་སོའི། རྗེས་སུ་ཡི་རང་བྱས་ནས་སྒོམ་དགོས་ཀྱི་ཡོད་རེད། དེ་ནས་ཨ་ནི་ད་སྐབས་སུ་བབས་པ་དེ་ནི། ཇོ་བོ་རྗེ་པཎྜི་ཏའི་ཨ་ཏི་ཤ། ད་བྱང་ཆུབ་ལམ་གྱི་རིམ་པ་འདི་ད། རྩ་བ། ཤེས་བྱ་རྩ་བ་འདྲ་བོ་དེ། འགྲོ་བ་ད། རྗེ་བཙུན་འཇམ་པའི་དབྱངས་ཀྱིས་དེ་ནས། ལམ་གཙོ་སོང་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་པའི་སྙན་བརྒྱུད་ཀྱིས། འོ་ད་ལམ་གྱི་གཙོ་བོ་རྣམ་གསུམ་མ་གསུངས་ནས། ད་དེ་འདྲི་གའི་ལམ་སྲོལ་མན་ངག་འདི། དེ་ནས་སོགས་པའི་སྲོག་ཤིང་འདྲ་བོ་བྱས། ལམ་རིམ་དེ་དེ་ནས་ཤེས་བྱ་རྩ་བ་འདྲ་བོ་བྱས་ནས་ཨ་ནི་ལམ་རིམ་མཛད་པ་ཡིན་ཟེར་ལམ་རིམ་ཆེ་འབྲིང་ཆུང་གསུམ་དེ་འདྲ་བ། དེ་ཡིན་དུས། ཇོ་བོ་རྗེས་ཀྱི་དེ་ཀ་ལམ་སྒྲོན་མཛད་པ་ནི་ཨ་ནི་ལམ་སྒྲོན་ལམ་རིམ་བསྟན་རིམ་ཟེར་རིམ་པ་རིམ་པ་རིམ་པ་བསལ་གྱི་འདུག་བ་འོ་ད་དེ་ཀྱི་མཚན་དེ་དེ་ནས་ནི་མ་བྱུང་བ་ཡིན། དེ་ཡིན་ད་དེ་ནི་ཇོ་བོ་རྗེས་ཀྱི་དེ་ཀའི་མཛད་པ།

གངས་དཀར་གྱི་མོན་ཡ། མི་མང་གངས་དཀར་དགོས་ཡ་དེ་འདྲི་གྱི་རེད་དེ་དེ་ཚོ་གངས་དཀར་ལོ་བར་བློས་བཏང་ནས་འོ་ད་ཕྱིན་པི་ཀའི་ཆོས་ལ་ཕེབས་རེད་པ་ད་དེ་ཡང་དེ་ནས་པི་ཀའི་རྒྱལ་བ་སངས་ད་གངས་ཅན་པི་ཀའི་རྒྱལ་བ་སྲས་དང་བཅས་པ་མང་པོ་ཅིག་གི་སྐུལ་མ་གནང་ནས་རབ་ཏུ་བྱུང་གོ་རུ་ཟེར་ནས་ཕྱིན་ནས་ཕྱིན་མེད་པར་རབ་ཏུ་བྱུང། དེ་ཙམ་མ་ཟད་ད་བྱང་ཆུབ་ཀྱི་སེམས་བསྐྱེད་པའི་མན་ངག་ཡོངས་སུ་རྫོགས་པ་ཚོགས་ཡ་བའི་དོན་དག་ལ

དབང་བསྐུར། ལུང་དེ་ཡིན་ན་མ་འོངས་པ་ལ་ཁྱེད་རང་འདིར་བོད་གངས་ཅན་གྱི་ཞིང་ལ་ཕེབས་བར་གསུངས་ན་ཨ་ནི་བསྟན་པ་ལ་ཕན་ཐོགས་རྒྱ་ཆེན་པོ་ཡོང་བ་རེད་འགྲོ་འུ་རེད་གསུངས་ཡང་འདྲ་བོ། ལུང་བསྟན་ན། འོ་ད་ལྟ་དེ་འདུལ་བྱས་ནས་དེ་ནས་བོད་ལ་ཕེབས་ད་ཁ་སང་མ་གཞི་ཡང་བསྒྱུར་ཞུ་དགོས་ཡ་ཡོད་མ་རེད་པ། འོ་དོ་བྱས་ནས་དེ་ནས། བོད་ལ་དེ་ནས་བྱང་ཆུབ་ལམ་གྱི་སྒྲོན་མ་དེ་ཚོ་མཛད་ནས་འོ་དོ་ཚེ་རེད། དེ་ཡིན་དུས་ད་གངས་ཅན་བོད་ཀྱི་ས་བཅད་བྱེད་མཁན་ཡིན་ན་རིགས་ཕུན་སུམ་ཚོགས་པ་བཅཝ་བཞི་པའི་ཚུལ། རེད་པ་ད།

ཨོ་དེ་འདྲའི་དང་དཔེ་འདྲེ་ལྟར་ཚོལ་དུ་རྩོད་པ་ནང་ནས་དེ་ཚོ་པའི་ཕམ་པར་མཛད་ནས་ཆོས་ཀྱི་ཕམ་པར་མཛད་ནས་ཨང་ན་དེ་ཚོ་པའི་འཁོར་དང་བཅས་པའི་མུ་ཏིག་པ་པའི་སྟོང་ཕྲག་ཁྲི་ཕྲག་མང་པོ་པའི་ནང་པ་ལ་ཡང་བཙུད་ནས་ངེར་བ་དང་ཨོ་ད་དེ་འདྲའི་གི་བསྟན་པ་ལ་བྱ་བ་ཆེན་པོ་མཛད་པ་རེད། ད་བོད་ལ་ཕེབས་ནས་བྱ་བ་ཆེ་ཤོས་འདྲ་བོ་དེ་བྱང་ཆུབ་ལམ་གྱི་སྒྲོན་མ་མཛད་ནས་ད་ད་ལྟ་བར་དུ་ལམ་རིམ་ལམ་རིམ་ཟེར་ང་ཚོ་ཅིག་རེད་བ་ད། ཡོང་དེ་ཡ་དེ་སྙན་རྒྱུད་ཀྱི་ཐོག་ནས་མ་བླ་མ་གཅིག་ནས་གཅིག་གི་རྒྱུད་ནས་མ་འཕེལ་དུ་དགོས་ཡ་རྩ་བ་དེ་ཨ་ནི་འདི་རེད་ཇོ་བོ་རྗེ་པཎ་ཏས་ཨ་ཏི་ཤྲཱི་ཀའི་ལམ་སྒྲོན་མཛད་པ་ནི་མ་བྱས་ནས་ཨ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་པའི་ལམ་སྒྲོན་བྱིན་གྱིས་ཆོངས་གསུམ་མཛད་ཨོ་ད་དེ་ནི་མ་བྱས་ནས་ཨ་ནི་རང་བྱིན་གྱིས་བརྩེ་བའི་བླ་མ་ཨོ་ད་ལྕགས་བྱི་རྡོ་རྗེ་འཆང་གའི་དེ་ནི་འདི་བྱས་ནས་འདི་ནི་ལམ་སྒྲོན་རྣམ་འབྱོར་ལགས་ཀྱང་མཛད་ཨོ་ད་དེ་བར་དུ་ཨོ་དུས་སུ་བྱས་ནས་ད་ད་ཁ་སང་གི་མཚམས་འདྲ་པོ་དེ་བྱུང།

ད་ལོ་ཙཱ་བ་རིན་ཆེན་བཟང་པོ་དེ་གའི་སྒྲུབ་པ་མཛད་ནས་པའི་སྔོན་གནས་ཀྱི་དེ་གའི་རོལ་པ་དང་སྒོས་ཡར་ཐེམ་ལ་གནས་ཁང་དེའི་ནང་དུ་ཐ་མལ་པའི་རྟོགས་པ་སྤྱད་ན་ཆོས་འབྱུང་ཡང་སྲུང་མ་རྣམས་ཀྱི་མགོ་བོ་ཁུས་བྱ་བ་བྲིས་ནས་ཇོ་བོ་ཐིག་རྗེ་ལོ་བཅུའི་བར་དུ་སྒྲུབ་པ་གཅིག་ཏུ་མཛད་པའི་བདེ་མཆོག་གི་དཀྱིལ་འཁོར་མངོན་སུམ་དུ་གཟིགས་སོ་ཟེར་ད་ལོ་ཙཱ་བ་རིན་ཆེན་བཟང་པོ་དེ་རེད་ད་དེ་ནས་ཟེར་ད་དེ་ཤོག་བུ་དྲུག་ཅུ་རེ་བརྒྱད་ཆོས་སྐུ་དྲུག་ཅུ་རེ་བརྒྱད་ཀྱི། ཡིན་ཕྲིན་ལྔ་པ་དེ་བསྡུ་བ། རྩ་བ། རྣམ་གྲོལ་ལ་བྱང་གི་ཚིག་དེ་ག་རང་རེད། རྩ་བ་དེ་ཡི་གེ་ཕྱི་ཡ་དེ། དེ་ནས་འདི་ནི། ལྷ་བླ་མ་བྱང་ཆུབ་འོད་ཀྱི་ཇོ་བོ་རྗེ་ལ། གསོལ་བ་འདི་ལྟར་བཏབ་སྟེ། བྱང་ཕྱོགས་ཁ་བ་ཅན་གྱི་ལྗོངས་འདིར་སྔོན་དུས་ཆོས་རྒྱལ་མེས་དབོན་རྣམ་གསུམ་གྱིས་དཀའ་བ་བརྒྱ་ཕྲག་དུས་མིན་སྒོ་ནས་སངས་རྒྱས་ཀྱི་བསྟན་པ་བཙུགས་ལུགས། དེ་ནས་གླང་དར་མའི་བསྟན་པ་བསྣུབས་ལུགས། དེ་ནས་རང་གི་ཡབ་མེས་མངའ་རིས་ཆོས་རྒྱལ་རྣམས་ཀྱིས་ལུས་སྲོག་ཆེད་དུ་བསྲེས་ནས་བོད་དུ་སངས་རྒྱས་ཀྱི་བསྟན་པ་བཙུགས་ཀྱང། ད་ལྟ་འགའ་ཞིག་སྔགས་ལ་བརྟེན་ནས་འདུལ་བ་ཅག་བརྗེད། འདི་ནི།

རང་སྔགས་པས་དུམ་བུ་དུམ་བུ་དུམ་བུ་བར་ད། འདི་རེད་ད་ཕན་མ་ཐོག་རེད། རྒྱ་གར་ཡིན་ན་དཀྲུག་རག་བྱེད་བའི་བཟོ་ལ་བྱེད་དཀྲུག་རག་བོད་སྐད་ལ་རྒྱབ་རྒྱག་གི་ཡོད་རོ། དཀྲུག་རག་བྱེད་བྱེད་རོ། འདུལ་བ་དེ། ཁ་ཅིག་འདུལ་བ་ལ་བརྟེན་ནས་སྔགས་ལྕགས་ཀྱིས་བརྗེས་ཏེ། མདོ་སྔགས་གཉིས་ཚ་གྲང་ལྟར། ག་ལ་བར་བཟུང། རང་རང་གངས་དཀར་སྤྱོད་ཅིང། ཁྱད་པར་ཨ་ཙེར་ཡ་ཤང་འདབ་དམར་པོ་ཅན་དང། ད་ཨ་ཙེར་ཡ་རྒྱ་གར་གྱི་པའི་མཁས་པ་ཡིན་མདོག་མདོག་ཅན་ད་རྫུན་མ་དེ་དྲི་རེད། རྒྱ་གར་བླ་མ་རྫུན་མ་དེ་དྲི་བོད་ལ་ལས་ཤང་འདབ་དམར་པོ་དེ་དྲི་གོན་གྱི་ཡོད་ཟེར་བ་ད་ནི་ཤང་འདབ་དམར་པོ་བཏགས་བཞིན་ཡིན་གྱི་རེད་བོད་པའི་ཤང་འདབ་དམར་པོ་ཅན་དང། ཨ་ན་ཡང་ཁ་ཅིག་གིས་ཤང་ཏང་སྔོན་པོ་རུ་ཅིག་བྲིས་ནས་འབྲུག་ཡུལ་བསྒྱུར་བ་ཨ་ན་ཤང་ཏང་སྔོན་པོ་སི་ལ་ཞེས་མིང་བྱིན་གྱི་ཡོད་མ་རུ་བ། དེ་ནས་ཤང་ཏང་དམར་པོ་ཅན་དང་སྔོན་པོ་ཅན་ཤ་བ་གཉིས་ཀྱིས་སྔགས་རྒན་ར་བ་ཅན་རྣམས་ལ། བུད་མེད་ལ་སྦྱོར་བ་དང་དགྲ་བོ་སྒྲོལ་བར་བྱ་བའི་ཆོས་བསྟན་ནས་སྦྱོར་སྒྲོལ་བསལ་ཏེ། བསྟན་པ་ཉམས་ཤིན་ཏུ་དམའ་བ་ཤ་ཆུ། འདི་བཞིན་དུ་གསུང་ཚུལ་སོགས་སྤྱན་ཕྱི་མ་འཁྲུགས་བཞིན་དུ་ཞིབ་ཏུ་ཞུས་ནས། དག་ཆུ་བོ་ཐུགས་རྗེ་ཅན་གྱིས། ད་འདིའི་ཞུ་སྙན་དེ་འདི་ཡིན་པ་ཡོད། ལྷ་བླ་མ་ཞང་ཆུ་བོ་ཀེ་ཨ་ནི་ཇོ་བོ་རྗེ་ལ་ཞུས་པར་ལྟ། ཇོ་བོ་ཐུགས་རྗེ་ཅན་གྱིས་ཁྱོད་ཀྱིས་བོད་ཀྱི་གདུལ་བྱ་དམུ་རྒོད་ཅན་འདི་རྣམས་ལ་ཆོས་ཟབ་ཟབ་མོ་དང་མཚར་མཚར་པོ་མི་འཚལ་ཅེས་ཟེར། ད་ཆོས་ཟབ་ཟབ་མོ་ཟེར་ཡ་འདྲ་པོ་དང་མཚར་མཚར་པོ་ཟེར་ཡ་འདྲ་བ་འདྲ་མི་འདྲ་འདྲ་བ་དེ་འདྲས་ང་ཚོས་གོ་གི་མེད། ག་རེ་གོ་གི་ཡོད་ཟེར་ན་ལས་རྒྱུ་འབྲས་ཀྱི་ཆུས་ཀྱིས་བསྐྱངས་པར་ཞུ། ལས་རྒྱུ་འབྲས་ཡོང་མཁན་གྱི་ཆོས་ཅིག་བསྐྱངས་པར་ཞུ། ལྷག་པར་དགོང་མོ་ཉིན་གཅིག་ད་ཇོ་བོ་རྗེ་པཎྜི་ཏའི་ཨ་ཏི་ཤ་ཉིད་ཀྱིས་ཐུགས་ཉམས་སུ་བཞེས་པའི་རྒྱལ་བའི་གསུང་རབ་མདོ་རྒྱུད་དགོངས་འགྲེལ་དང་བཅས་པ་ཐམས་ཅད་ཧྲིལ་གྱིས་བྲིས་ལ། ལམ་འཚམས་ལ་མ་ནོར་བར་ཉམས་སུ་བླངས་བདེ་བ་བོད་སྤྱི་ལ་ཕན་པའི་ཆོས་ཤིག་ཐུགས་རྗེས་འཛིན་པར་ཞུ། ད་དེ་དང་མཉམ་དུ་ད་དང་པོ་ཆོས་ཞུ་ཚར་ཡོག་མ་རེད་བླ་མ་བསྟེན་ཚར་ཡོག་མ་རེད་བ་ཨ་ནི་དྲི་བ་དྲིས་ལན་འདྲ་པོ་ཞུ་གི་ཡོག་ད། ཡང་འཇུག་བསྡོམས་ཀྱི་རྟེན་ལ་སོ་ཐར་གྱི་སྡོམ་ལྡན་དགོས་སམ་མི་དགོས། ཟེར་བཀའ་འདྲི་ཞུ་བའི་རེད་དེ་ཁ་ཐུག་དེ། འཇུག་བསྡོམས་ཀྱི་རྟེན་ལ་སོ་སོ་ཐར་པའི་སྡོམ་ལྡན་དགོས་ཀྱི་རེད་པས།

ཐབས་དང་ཤེས་རབ་ཡར་བཀྲ་བས་སངས་རྒྱ་ཡ་ཡོ་མར་བ། ཐབས་དང་བྲལ་བའི་ཤེས་རབ་ནི་འཆིང་བའོ། ཤེས་རབ་དང་བྲལ་བའི་ཐབས་ནི་འཆིང་བའོ། ཨོ་དེ་རེད། དབང་ཐོབ་པ་ལ་རྒྱུས། དབང་མ་ཐོབ་པ་ལ་རྒྱུས་ཤེས་ཆོག་མི་ཆོག་དེ་ཆོག་གོ་མར་བ། དབང་མ་ཐོབ་པ་ལ་རྒྱུས་ཤེས་ཆོག་གོ་མ་རེད། ཨོ་དེ་ནས་དབང་མེད་པ་ལ་དེ་ནས་རྒྱུས་ཅིག་སྒྲུབ་པ་ཉམས་ལེན་བྱ་ག་བྱས་ན་བྱེ་མ་བཙིར་བ་ན་ད་རེད་བྱེ་མ་བཙིར་ན་སྣུམ་རྒྱུ་ཡ་ཡོ་མར་བ། བྱེ་མ་ག་སེ་བཙིར་བྱས་ན་སྣུམ་ཡོང་ཡ་ཡོ་མར་བ། ཨོ་དེ་འདྲ་བ་དེ་གཅིག་པ་ཡིན་ས་དབང་མེད་ན། དབང་མེད་པ་ལ་འོ་འདི་རེད། འོ་དང་འདི་ནི། དབང་མ་ཐོབ་པ་ལ་རྒྱུད་བཤད་ཆོག་མི་ཆོག་དེ་ཆོག་གི་མེད། ཚངས་སྤྱོད་ལ་ཤེས་རབ་ཡེ་ཤེས་ཀྱི་དབང་དངོས་དབང་དུ་བསྐུར་ཆོག་གམ་མི་ཆོག། ད་ཚངས་སྤྱོད་པའི་དགེ་སློང་སྡོམ་ལྡན་ལ་དབང་གསུམ་པ་དངོས་དབང་དུ་བསྐུར་ནས།

དུས་གསུམ་རྒྱལ་བ་ཐམས་ཅད་དག་དང་དེ་ཡི་ཆོས། དགེ་འདུན་རྣམས་ལ་གུས་པ་ཆེན་པོས་ཕྱག་བྱས་ཏེ། སློབ་མ་བྱང་ཆུབ་འོད་ཀྱི་སྐུར་གྱུར་པའི་བྱང་ཆུབ་ལམ་གྱི་སྒྲོན་མ་རབ་ཏུ་གསལ་བར་བྱ། ཞེས་སོགས་མདོ་རྒྱུད་དགོངས་འགྲེལ་དང་བཅས་པའི་དགོངས་དོན་ཤོག་བུ་གསུམ་གྱི། ཤོག་བུ་པའི་དཔེ་རིང་ཤོག་གུ་གསུམ་གྱི་ནང་ལ་རྫོགས་བསྡད་པ་དག་རེད་པ་དང། དེ་ནས་དགོངས་དོན། ཤོག་བུ་གསུམ་གྱི་ནང་དུ་ཧྲིལ་གྱིས་བྲེལ་བ་བྱང་ཆུབ་ལམ་གྱི་སྒྲོན་མ་མཛད། རྒྱལ་བའི་བཀའ་སྡེ་སྣོད་གསུམ་དང་རྒྱུད་སྡེ་བཞི་དགོངས་འགྲེལ་དང་བཅས་པ་མཐའ་དག་ལས། ཡི་གེ་སྣ་གཅིག་ཀྱང་དོར་དུ་མེད་པ། གང་ཟག་གཅིག་གི་ཉམས་ལེན་གྱི་རིམ་པ་ཧྲིལ་གྱིས་དྲིལ་ནས་སྟོན་པའི་མན་ངག། ཧྲིལ་གྱིས་དྲིལ་ནས་སྟོན་པའི། དེ་ནས་མན་ངག་བྱང་ཆུབ་ལམ་གྱི་སྒྲོན་མ་མཛད།

འདི་ནི་ཆོས་ལ་ཐོག་མར་འཇུག་པ་ཞིག། འཆལ་བ་དྲན་ནས། འཆལ་བ་མི་རྟག་པ་དྲན་ནས། འཇིག་རྟེན་ཕྱི་མའི་དོན་སྒྲུབ་པའི་བསམ་པ། དོན་སྒྲུབ་པའི་བསམ་པ་བསྐྱེད་པ་ནས་བཟུང། མཐར་ཐུག་སངས་རྒྱས་ཀྱི་ས་ཡི་བར་གྱི་ས་ལམ་འབྲས་བུ་དང་བཅས་པ་མཐའ་དག། ལམ་སྒྲོན་གྱི་བརྗོད་བྱར་འདུས་བས་སོ། རྟ་ཞང་ཆུ་འོད་ལ། རྟ་ལྷ་བླ་མ་ཞང་ཆུ་འོད་ལ་སློབ་མ་བཟང་པོ་ཞེས་གསུངས་པ་ཡང། འབུལ་བ་མང་པོ་ཕུལ་བ་དེ་ལ་གསུངས་པ་རེད། གསུངས་པ་མིན། འོན་ཏེ་ཇོ་བོ་རྗེ་ལ་ཇོ་བོ་རྗེ་ཀྱི་བཀའི་བྱང་ཆུབ་འོད་ལ་དེ་ནི་སློབ་མ་བཟང་པོ་གསུངས་འདུག་བ། ག་པར་གསུངས་རེད་ཟེར་ན་བྱང་ཆུབ་ལམ་སྒྲོན་གྱི་དབུ་དེ་ལ་ཡོད་རེད་སློབ་མ་བཟང་པོ་བྱང་ཆུབ་འོད་ལ། ད་སློབ་མ་བཟང་པོ་ཟེར་ཡ་དེ་འབུལ་བ་མང་པོ་ཞིག་པོ་ཅིག་ཕུལ་ནས་རོགས་དང། དེ་གི་རེད་ཨ་ནི་སློབ་མ་བཟང་པོ་གསུངས་པ་རེད་བས་ཟེར་ན་དེ་མ་རེད། ཆོས་ཞུ་ལུགས་དེ་རྙེད་ནས་ཟེར་ཆོས་ཞུ་ལུགས་དེ་པའི་ཞུ་སྟངས་དེ། ཆོས་མཉན་སའི་ཞུ་སྟངས་ཟེར་བ་རོགས་ད་བའི་མཁས་པོ་ཞིག་པོ་ཅིག་བྱུང་བ་རེད། ཇོ་བོ་རྗེ་པའི་ཐུགས་རྗེའི་སྒོ་ཡར་བྱུང་བ་རེད། གར་བྱུང་བ་སེམས་ཐག་དང་གེ་དེ་ཡིན་པ། མཆོད་པའི་ཟབ་ཟབ་མོ་དང་རྫིག་རྫིག་པོ་དེ་དྲིན་མི་གོ། འོ་ད་ལས་འབྲས་ཀྱི་ཆོས་དེ་ན་ནི་ཇོ་བོ་རྗེ་གི་པའི་ཉམས་སུ་བླངས། པའི་ཐུགས་ཉམས་སུ་བསྟར་བའི་པའི། ཆོས་གནང་རོགས་གནང། འོ་དེ་རེད། ཆོས་ཞུ་ལུགས་དེ་གཉིས་ནི་དེ་ལྟར་རྩོམ་པ་ཡིན། དེ་དུས་ཞང་ཆུང་འོད་ཀྱིས་དབང་ཞིག་གནང་རོགས། རྗེས་གནང་ཞིག་གནང་རོགས་ཞེས་ཞུས་ན།

ད་ལམ་རིམ་གནང་རོགས་གནང་ཟེར་ཡག་ཅིག་ད་དོན་དག་བླ་མ་རིན་པོ་ཆེས་གསུངས་ས་དེ་ལྟར་དྲི་ལན་དང་སྦྲགས་ནས་ལམ་སྒྲོན་མཛད་པ་ན་དེ་འཕྲལ་བོད་ཀྱི་ཆུ་ལོག་རྣམས་དང་རྩིང་ཆུ་རྣམས་རང་ཡན་དུ་སོང་བ་ཡིན་ཟེར་ད་བོད་ཀྱི་རྒྱལ་པོའི་ཇོ་བོ་རྗེ་ལ་ཡང་སྙན་གསལ་ཞུས་ཆོས་དེ་གསུང་རོགས་གནང་བརྩམས་རོགས་གནང་ཞུས་པའི་སྒང་ན་ཨ་ནི་ལམ་སྒྲོན་མཛད་དྲི་བ་དྲི་ལན་དེ་ཚོ་གི་ལན་གསུངས་བར་དུ་སུ་ཅི་གསུང་ནི་ད་མ། རེད་བ་ད་ད་དེང་སང་ནང་བསྟན་དང་ལམ་སང་ཁྱབ་བསྒྲགས་བྱེད་ཅིག་བྱེད་ཡ་ད་ཡོད་རྒྱུ་མ་རེད་བ་ཡོད་མ་རེད་བ་བྱེད་གི་ཡ་མ་རེད། རེད་བ་ད། རེད་དེ་ག་ལེ་ག་ལེ་ག་ལེ་གདུལ་བྱ་གཅིག་གི་གཅིག་གི་གཅིག་གི་མཐུས་ནི་བ། བ་ཁྱབ་ཡོང་དུས་ད་བོད་ལ་དེའི་སྔོན་ལ་བི་ཀའི། ཨ་ཙར་ཡ་ཤཱནྟ་དམར་པོ་དང་འོ་ད་སྔོན་པོ་དང་འོ་ད། བན་དེ་གར་བཅོ་བརྒྱད། བཅོ་བརྒྱད་དང་འོ་ད་དེ་ནི། འདི་ཡོད་བ་ད། ག་ས་དེ་ནི། ཞག་བདུན་སང་བྱས་ཟེར་ཡག་འདྲ་པོ་དང་ད་འདྲ་མི་འདྲ་མང་པོ་ཡོད་དེ་ཟེར་ཡོད་རེད་པ་དང་ད་ཁོ་རང་ཚོའི་ཨམ་ཅོག་ནང་ལ་ག་ལེ་ག་ལེ་ག་ལེ་ཕར་གོ་འགྲོ་གི་ཡོད་རེད་པ་དང་རྒྱ་གར་གི་བོད་དཔོན་འདི་དག་ཞི་གུ་ཅིག་འོག་ཏུ་ཕེབས་ནས་ཨ་ནི་བོད་ཀྱི་རྒྱལ་པོའི་ཆོས་ཞུས་ནས་ད་འདུག་འདུག་འདུག་གསུང་བཞག་ཟེར་དུས་གང་ལ་ད་ཆོས་ལོག་ཙམ་ལྡན་གི་དེ་ཚོ་ག་ལེ་ག་ལེ་ག་ལེ་རང་ཤུགས་ཀྱི་ཕར་ཡལ་སོང་ད་བོས་སོང་ག་ལེ་ག་ལེ་ག་ཕར་བོས་ནས་འོན་དེ་རེད་འདི་ནི། འདི་ནི་བོད་ཀྱི་ཆོས་ལོག་རྣམས་དང། བཙན་བྱོལ་རྣམས་རང་ཡལ་དུ་སོང་བ་ཡིན། ཁ་སང་ཞག་བདུན་སངས་རྒྱས་ཟས་བཅད་བ། ཨོ་དེ། དུས་ཉིན་དེ་ཨ་ཁུ་སྟོན་པ་ཕེབས་པ་ཡིན་ཕྱིན། ཨ་ཁུ་སྟོན་པ། ཨ་ཁུ་སྟོན་པ་ཟེར་ནས་འདི་སྒྲུང་བཤད་དེ་མང་པོ་ཞིག་འདུག་བ་དེ་དངོས་གནས་ཕེབས་ཡོད་རེད་སྒྲུང་གཅིག་བོ་མ་རེད། དེ་ཕ་བ་སྤྱན་རས་གཟིགས་སྤྲུལ་པ་ཡིན། ཨ་ཁུ་བསྟན་པ་དེ། བར་པ་ཅི་རེད་ཟེར་གི་སྤྲུལ་པ། ཞག་བདུན་སངས་རྒྱས་སྟོད་ཡག་གི་དོན་དག་ལ་ཨ་ནི་བསམ་བཞིན་དུ་སྐྱེ་བ་ཞིག་འདི་པ་ཅིག་ཡིན་གསུངས་ཡག་བོ་འདུག་ཟེར་རེད། ད་ཞག་བདུན་སངས་རྒྱས་ཟེར་ཡ་བླ་མ་ཞག་བདུན་སངས་རྒྱས་ཁ་སང་ཞུས་ཡིན་པ། ཁོ་རང་ལ་ཞབས་ལ་གཏོང་མཁན་གྱི་གདུལ་བྱ་ཅིག་འབུལ་བ་ཕུལ་ཉེན་ད་ཞབས་ལ་གཏོང་མཁན་གང་ག་ཨ་ནི་ད་སངས་རྒྱས་དགོས་ཀྱི་ཡོད་ན་ངའི་སྒྲུབ་ཁང་ལ་ཡག་འགྲོ་ཟེར་ན་ཡག་ཁྲིད། ཡིན་ནའི་ཉི་མ་བདུན་བདུན་ད་བཟོ་བྱ་གི་ཡོད་བ།

ཨོ་དེ་ཁྲིད། དེ་བཞག། དེ་བཞག། ཨ་ནི་དོ་དགོང་དེ་མ་ཉན་ཞོགས། དོ་དགོང་ཉན་དེ་རྡོ་གང་དེ་སོ་སོ་སྒོ་དེ་བཞག་ཨ་ནི་སྨོན་ལམ་ཡག་པོ་བརྒྱག་དེ་ཉན་ཞོགས་ད་སང་ཉིན་ཐོ་རང་ལ་འདི་ནི་ཚེ་རང་སངས་རྒྱས་འགྲོ་གི་རེད་གསུངས། དེ་བྱས་ནས་ཨ་ནི་བླ་མ་ཡག་ཕེད་སོང་ལ་ཆ་དུས་སངས་རྒྱས་ཡག། ཡག་ཕེད་ཐོ་ག་ནི་མ་ད་ཡིད་ཀོང་ཅིག་ཡོད་རོ་བ། བྱས་ནས། ཨ་ནི་ཨ་ཁུ་སྟོན་པས་ཧ་གོ་གི་ཡོད་རོ་བ། ཨ་ནི་ཁོ་རང་གི་དུག་ལོག་དེ་ཚོ་ཕ་ཉེས་ཕ། དུག་ལོག་དེ་ཚོ་ཕ་པི་ནི་དེ་ཕ་བཞག། བག་ཉལ་བའི་བཟོ་རེ་བྱེད། ཨ་ནི་ཁོ་རང་སྙིང་གུ་རྡོ་གཅིག་ཡོད་རོགས་དེ་གང་དེ་རྫ་མ་འདྲ་པོ་ཆུང་ཆུང་ཞིག་བྱེད་ནས་ད་སྒོ་འདྲ་པོ་ཞིག་བྱེད་ནས་དེ་བཞག་ཨ་ནི་ཁོ་རང་ཁུག་ཆོག་ཅིག་གབ་སྟེ་ཨ་ཁུ་སྟོན་པ་གབ་སྟེ་ཨ་ཁུ་སྟོན་པ་གབ་སྟེ་ཡིན་ཙང་ད་སང་ཉིན་ཐོ་རང་བཞག་མ་བཞག་ད་ག་དུས་ཅི་ཡིན་ན་གངས་ཅན་ནང་མ་ལངས་གོང་ཅི་ཡིན་གྱི་རོ་བ་ད་ཨ་ནི་ཞག་བདུན་སང་ཆེད་ཐོ་ག་ཡག་ཕེ་ཐོ་ག་ནི་མ་རྡོ་གཅིག་ཡོད་རོགས་འདབ་ཚོགས་འོ་དེ་འདབ་ཚོགས་དེ་མ་གཡུག་ཤར་མ་ཞུ་ཡིན་ནོ་ཐགས་མི་རྫ་མ་དེ་བག་བཅག

ད་ལམ་པ་སངས་རྒྱས་ཞག་བདུན་སངས་རྒྱས་ཀྱི། ད་ངའི་གདུལ་བྱ་འགྲོ་བ་ད་རྫོགས་ཚར་བ་རེད་ད་ཁྱེད་རང་པའི་གདུལ་བྱ་ཐ་མ་རེད་བཏུལ་མ་ཐུབ་པ་རེད། རྫོགས་ཚར་བས་ད་ང་དེ་མ་དེ་མི་འགྲོ་ད་ང་གྲོངས་འགྲོ་གི་ཡིན་སང་ཉིན་ནས་ད་ང་རང་དབང་བྱས་ནས་གྲོངས་འགྲོ་གི་ཡིན། ཚེ་དཔལ་རྒྱལ་ལ་དེ་ངའི་སྐུ་གདུང་དུ་ཞིམ་པོ་བཅས་འོ་རེད་བ་ཚོས་གང་ག་ཡག་པོ་ལན་བྱས་ཞོགས་ཟེར་བྱས་ཡ་རེད།

ཡིན་ནས་ད་ང་དགོན་པ་རྫོགས་ག་ལ་ག་དེ་འོ་མ་འཐུང་ནས་ད་དགོན་པ་རྫོགས་ཡིན་སོང་རེད་འོ་མ་འཐུང། ཅེས་ཙོ་ཙོ་བྱས་འོ་མ་ནང་ལ་ཁ་ཁར་དུག་ཅིག་བླུགས། བླ་མས་འོ་མ་ནང་ལ་དུག་ཅིག་བླུགས། འོ་ད་དུག་འཐུང་ནས་ཤི་ཡག་གི་དུག་ཅིག་བླུགས། ཅེས་མཐར་ཡར་ཙོ་ཙོ་བྱས་འདྲ་ཨ་ཁུ་སྟོན་པ་ལ་འོ་མ་ཚུར་ཁུར་ཤོར། ཨ་ཁུ་སྟོན་པས་ཧ་གོ་ཚར་བ་དེ་པ་ཙར་ལ་བླ་མ་མེད་པའི་ཁར་དུ་བླ་མ་ཆབ་གསང་ཕེབས་ཡིན་ན་ག་བས་ན་པ་ཙར་ལ་འོ་མ་དེ་བརྗེ་པོ་ལོག་བཞག། འོ་མ་དེ་བརྗེ་པོ་ལོག་བཞག་གམ།

འོ་ད་ངོ་མ་འོ་ད་ཆོས་ལུགས་སྤེལ་མཁན་འོ་དེ་དེ་དེ་དེ་མང་པོ་བྱུང་ཡོད་ས་ལ་བ་འོ་དེ་དྲན། འོ་དེ་ནི། བོད་ཀྱི་ཆོས་ལོག་རྣམས་དང་རྩིང་ཆོས་རྣམས་རང་ཡུལ་དུ་སོང་བ་ཡིན། དེ་ལྟར་ཇོ་བོའི་མངའ་རིས་སྟོད་དུ་བསྟན་པའི་བྱ་བ་རྒྱ་ཆེར་མཛད་ནས་ལོ་གསུམ་རྫོགས་པར་ཉེ་བ་ན་ནག་ཆུ་ལོ་ཙཱ་བ་ལ་གནས་བརྟན་རེ་ན་ཨ་དཀར་གྱིས་དམ་ཚིག་ལ་དཀར་བའི་སྣ་ཡོད་པས། ད་ཇོ་བོ་རྗེ་བོད་ལ་ཕེབས་ནས་ལོ་གསུམ་ཚང་འགྲོ་གི་ཡོད་རེད། ལོ་གསུམ་ཚང་འགྲོ་དུས་གང་ལ་ནག་ཚོ་ལོ་ཙཱ་བས་ད་རྒྱ་གར་ལ་ཕར་ཕེབས་རོགས་གནང། ག་རེད་ཟེར་ན་ནག་ཚོ་ལོ་ཙཱ་བ་ལ་གནས་གཏན་གྱི་མནའ་ག་ཞིག་ཡོད་རེད་བ་ད་ལོ་གསུམ་ཚང་ནས་རྒྱ་གར་ལ་གདན་འགུག་གི་ཡོད་ཟེར་མནའ་བཅད་བཅུག་གི་རེད་བ། དེ་ད་ད་མནའ་ཟ་ཡ་དེ་ཞེ་དྲག་གི་འདི་ཟེར་གི་ཡོད་རེད་བ་ད་དམ་ཚིག་དེ་ཡིན་ད། ད་ནག་ཚོ་ལོ་ཙཱ་བས་རྒྱ་གར་ལ་ཕེབས་དགོས་ཡོད་ཟེར་ཨུ་ཚུགས་ཞེ་དྲག་ཅུང་ཞུ་གི་ཡོད་རེད། དེ་ནས་དམ་ཚིག་ལ་དཀའ་བའི་མནའ་ཡོད་པའི་ལོ་ཙཱ་བས་ད་རྒྱ་གར་དུ་འབྱོན་དགོས་ཞེས་བསྐུལ།

དེ་སྐབས་ད་སྤུ་རང་ནས་ཕེབས་པའི་ཁ་ཐུག་ལ་དེ་སྐབས་ཀྱི་དགེ་བསྙེན་ཉུལ་དུ་འོང་ཞེས་ཡང་ཡང་གསུངས་པས་ཇོ་བོ་རྗེས་ཉིན་ལྟར་བྱ་ར་མཛད་ཅིང། ངས་ཨུ་པ་སི་ཀ་མ་བྱུང་ལྟར་རིག་རྫུན་ནི་ཅང་གསུང་ངམ། ཞེས་གསུངས་པར་མཛད། ཉིན་གཅིག་སྦྱིན་བདག་ཅིག་གིས་ཇོ་བོ་གདན་དྲངས་པའི་ཤུལ་དུ་འབྲོམ་རིན་པོ་ཆེ་ཕེབས། རྟ་སྒྲོམ་རིན་པོ་ཆེ་མི་ནི་ཁམས་ནི་ཡ། བླ་མ་སེ་བཙུན་པའི་སྐུ་མདུན་ལ་ཡོར་བ་དང། བླ་མ་སེ་བཙུན་པའི་སྐུ་མདུན་ནི་ཡ་བྱས་ནས། ཨ་ནི་ཇོ་བོ་རྗེའི་ཕས་ཤ་བསྲེས་གང་ལ། ཨ་ནི་ཅེས་ཇོ་བོ་རྗེའི་མཚན་ཐོས་པ་ཙམ་གྱིས་ད་སྔོན་གྱི་བག་ཆགས་ཀྱིས། རྟ་དེས་སྒྲོག་གོ་དགོངས་ནས། ཡ། རྟ་ཕས་ཡིན་པ་འདྲ། ཡ་ཕས་ནི་གང་བྱས་པས་ཇོ་བོ་རྗེ་བོད་ལ་ཕེབས་ནས་ལོ་གསུམ། འགོར་འདུག་བ་དང་ལོ་གསུམ་གྱི་མ་འགོར་སྔོན་ལ། སྒྲོམ་སྟོན་པ་ཡ་ཕས་མ་ཐོས་པ་འདྲ། དེང་འདིར་སྒྲོམ་རིན་པོ་ཆེ་ཕེབས། ཇོ་བོའི་གཟིམ་ཁང་དུ་ཕེབས་པ་ན། ཇོ་བོ་སྦྱིན་བདག་ཞིག་གིས་གདན་དྲངས་སོང་བས་ད་ལྟ་ཕེབས་ཡོང་ཞེས་བརྗོད་པ་ན། སྒྲོམ་རིན་པོ་ཆེས། ང་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་སྦྱར་བ་སྐད་ཅིག་མ་སྔ་ཕྱི་ལའང་སྔ་མ་བསྡམས་པས་མགུ་མི་ཐུབ་གར་བཞུགས་ཅེས་སར་འགྲོ་ཞེས་ཕེབས་པས་སྲང་འབར་ཞིག་ཏུ་མཇལ།

ཤ་བཞག་ནི་དབུ་ཐོག་ཏུ་ཤ་བཞག་ནི་བསམ་སྟེ་དེ་སྐད་དུ་ཤིས་བརྗོད་མང་དུ་མཛད། དེའི་ཚེ། འབྲོམ་གྱི་ཇོ་བོ་ལ་དྲི་བ་གསུམ་མཛད། ད་ལམ་བསང་བ་དང་ཕྱག་ཕུལ། བྱིན་རླབས་གནང་ཚར་སོང་ན་དྲི་བ་གསུམ་ཞུ། ག་རེ་ཟེར་ན་རྒྱ་གར་ན་དཔེ་འགྲེལ་དག་ཇི་ལྟ་བུ་ཡོད། ངས་སྔ་མའི་ཆོས་དེ་ལམ་དུ་སོང་མ་སོང། དེ་སྔོན་གྱི་ཇོ་བོ་རྗེ་མ་མཇལ་གོང་གི་ཆོས་བྱེད་བྱ་ཡག་དགེ་བ་བྱེད་བྱ་ཡག་དེ་ཚོ་བི་ཀའི་ཆོས་ལམ་དུ་གསུངས་ཡོད་ན། བླ་མ་ཉིད་ཀྱི་སྤྱན་སྔར་དུས་རྒྱུན་དུ་བི་ཀའི་གཏན་འཇགས་བྱས་ནས་རོ་ད་བསྡད་ན་ཇི་ལྟར་མཆིས་ག་དྲི་ཡོང་གི་རེད་ཞུ་རེད་ཞུས་པའི་ཇོ་བོའི་ཞར་ནས་རྒྱ་གར་ན་དཔེ་འགྲེལ་དང་མཁས་པ་མང་པོ་ཡོད། ང་བོད་དུ་འོང་ཙང་ན་ཤར་ཕྱོགས་བང་ག་ལ་ནའང་ཉིན་རེ། དེ་ནས་མ་ཆད་པར་གྲུབ་ཐོབ་རེ་འབྱོན་གྱི་ཡོད། ཤར་ཕྱོགས་བང་རྒྱ་གར་རེ་བ་དང་བང་ག་ལ། བང་ལ། བང་ག་ལ་འགྲོ་བ་ལྔ་སྡེ། འོ་ད། བང་ག་ལ་ནའང། ཉིན་རེ་མ་ཆད་པར། གྲུབ་ཐོབ་རེ། ཕེབས་ཀྱི་རེད་ཕེབས་ཀྱི་ཡོད་རེད་ཉི་མ་རེ་རེ་ལ། གྲུབ་ཐོབ་རེ་རེ། འབྱོན་གྱི་ཡོད། ཆོས་རྗེ་སྔ་མའི་ཆོས། དེ་ལམ་དུ་ཡིད་མ་གསུངས་སམ། ཁྱེད་རང་སྔོན་ཆོས་བྱེད་བྱ་མང་ཆེ་བ་གྱིས་ལམ་དུ་གསུངས་མི་འདུག། ལམ་དུ་གསུངས་བྱ་ག་རེ་ཟེར་ན་བླ་མའི་ཞབས་ཏོག་ལམ་དུ་གསུངས་འདུག། བླ་མ་སྲིད་བཙུན་པའི་སྐུ་མདུན་བཅག་ནས་ཨ་ནི་ཞབས་ཏོག་ཞུས་ནས། བླ་མའི་པའི་ཞབས་ཏོག་ཞུས་ཟེར་ན་བླ་མ་ལ་དེ་གའི་ཞབས་ཕྱི་ཞུས་ནས་གཡོག་བརྒྱུགས་ནས། བླ་མ་སྲིད་བཙུན་པ། བི་ཀའི་བདག་པོ་ཡི་ཉིན་ཅིག་རེ་དོ་བ་དང་གང་གི་བླ་མ་སྲིད་བཙུན་པ། དེ་ཡིན་དུས་ད་ཞབས་ཏོག་ཞུས་ནས་བི་ཀའི། བི་ཀའི་གས་རྒྱབ་དགོ་ཡ་དང་དེ་ནས་ཅོ་བ་དེ་ཚོས་རེ་བ་དང་སྐམ་དགོས་ཡ་དང་དེ་ནས་བི་ཀའི་བདག་མོས། བི་ཀའི་ད་སེམས་ཅན་མཛོ་མོ་འདྲ་བོ་བཞོ་བའི་ཁ་ཐུག་ལ་བཞོ་སྟིག་གི་ཚབ་བྱས་ནས། དུ་སི་བསྡད། འོ་ད་དུ་དེ་འདྲའི་བཞུགས་ཡ་འདྲ་བོ་ད་གང་ཞིག་བླ་མའི་དོན་དག་ལ་བི་ཀའི་ཞབས་ཕྱི་མང་པོ་ཞིག་ཞུས་ཡོད་ས་རེད་ཨོ་དེ་ཁྱེད་རང་ཆོས་རེད་ཤགས། གཞན་ཆོས་མང་པོ་བྱས་བྱས་ཏེ་ལམ་དུ་སོང་མི་འདུག་གསུངས་རེད་འོ་འདི་རེད། བླ་མའི་ཞབས་ཏོག་ལམ་དུ་སོང་ཟེར་ད་ཁྱོད་འདི་རང་དུ་སྡོད། ད་ཁྱེད་རང་འདི་སྡོད་ཤོག་ག་གཅིག་འགྲོ་དགོས་མ་རེད་གསུངས་རེད། ཁྱོད་རང་འདི་རང་དུ་སྡོད་ངས་ལྷ་མོ་སྒྲོལ་མས་ཆོས་ལུང་བསྟན་པ་ཡིན་གྱི་ངས་བཀའ་བརྒྱུད་འདི་ལ་བྱིན་རླབས་ཡོད་ཡོད་ཀྱི་གསུངས། སྒྲོལ་མའི་ཆེ་རང་ལུང་བསྟན་སོང་ད་ངའི་བཀའ་བཅུ་འདི་ལ་བས་བྱིན་རླབས་ཡོད། དེ་ཉིན་སྦྱིན་བདག་དེ་ལའང་ངའི་ཨུ་པ་སི་ཀའི་ཀ་བ་དགུའི་ཞེས་རྣམས་ནི་ཡོད་པ་དེ་གནང། ཇོ་བོ་རྗེ་ནས་རབ་ཏུ་བྱུང་བ་ནི་ནམ་ཡང་ཤ་མི་བཞི་པས། དེ་ཉིན་གྱི་སྟོན་ཀ་དེ་ལ་ཟན་དང་མར་བསྒྲགས་ནས་ཡོད་པ་སྒྲོམ་གྱིས་ཟན་དེ་བཞེས། མར་དེ་མ་བཞེས་པར། མར་མེ་རྐོང་བུ་མཚན་ཐུབ་ཅིག་བཟོས་ནས་ཇོ་བོའི་དབུ་སྔས་སུ་ཕུལ། དེ་ནས་བཟུང་སྟེ་སྐུ་ཚེའི་ཧྲིལ་པོ།